རི་བོང་ཨ་མ་ཞིག་ལ་རིགས་དྲུག་གསུམ་ཡོད། གཅིག་གི་མིང་ལ་མིག་དམར་དང་གཅིག་གི་མིང་ལ་མཇུག་ཟླུམ། ཅུང་ཤོས་ཀྱི་མིང་ལ་སྣ་རིང་ཟེར་གྱི་ཡོད། ཉིན་ཞིག་རི་བོང་ཨ་མ་དེ་ཞིང་ཁ་ལ་ལ་བུག་བཏུལ་དུ་འགྲོ་ཁར་ཕྲུ་གུ་ཚོ་ལ།
མཁྱེན་བརྩེའི་ཁྱིམ་དུ་ཡག་པོ་བྱས་ཏེ་སྡོད་དགོས། ནང་ལ་སུས་ཡོང་བ་ཡིན་ན་ཡང་སྒོ་མ་ཕྱེ་ཨ། ཞེས་བསླབ་བྱ་བརྒྱབ་སྟེ་ཕྱིན་པ་རེད། རི་བོང་ཆུང་ཆུང་གསུམ་པོས་ཨ་མའི་སྐད་ཆ་ཡིད་ལ་བཟུང་ནས་སྒོ་དམ་པོར་བརྒྱབ་ནས་བསྡད་པ་རེད། ཇི་ཙམ་སོང་རྗེས་སྤྱང་རྒན་སྐྱ་བོ་ཞིག་རྒྱབ་ནས་ཡོང་སྟེ་སྒོ་ཇེ་བརྡབ་བྱས་ཀྱང་སྒོ་དམ་པོར་བརྒྱབ་ཡོད་པ་ལ་བརྟེན་ནས་ནང་དུ་འཛུལ་ཐུབ་མེད། སྐབས་དེར་རི་བོང་ཨ་མ་དེས་ཕྱིར་སླེབས་པ་དང་སྤྱང་རྒན་སྐྱ་བོ་དེ་མྱུར་དུ་ཤིང་སྡོང་གཅིག་གི་རྒྱབ་ཏུ་ཡིབ་ནས་བསྡད་པ་རེད། རི་བོང་ཨ་མ་སྒོ་འགྲམ་དུ་སླེབས་ནས། རེ་བཀྲུ་ཆུང་ཆུང་སྒོ་ཕྱེ་དང། མགྱོགས་པོ་སྒོ་ཕྱེ་དང་ཨ་མ་སླེབས་ཡོད། ཅེས་གཞས་ཤིག་བཏང་བ་དང་རི་བོང་ཆུང་ཆུང་ཚོས་ཨ་མའི་སྐད་གོ་བ་དང་ལམ་སང་སྒོ་ཕྱེ་བ་རེད། དེ་ནས་རི་བོང་ཨ་མ་དེ་ཡིས་ལ་བུ་གསོད་པ་རེ་རེར་རི་བོང་ཆུང་ཆུང་ཚོ་ལ་བགོས་ཏེ་སྤྲད་པ་དང། ཚང་མས་དགའ་དགའ་སྤྲོ་སྤྲོའི་ངང་ནས་བཟས་པ་རེད། སྤྲང་རྒན་སྐྱ་བོ་དེས་ཚུལ་དེ་མཐོང་བས།
ཧེ་ཧེ། ད་མ་མ་གོ་སོང། སང་ཉིན་ཡོང་ན་འགྲིག་གོ་དྲན་ནས་ཕྱིར་ལོག་ཕྱིན་པ་རེད། ཉིན་རྗེས་མར་དེར་རི་བོང་ཨ་མའི་སློབ་མ་ཞིག་ཁྱེར་ནས་ནགས་ཚལ་ནང་ལ་ཤ་མོག་སྒྲུག་ཏུ་ཕྱིན། རི་བོང་ཨ་མ་ཕྱིན་རྗེས་རི་བོང་ཆུང་ཆུང་ཚོས་སྒོ་དམ་པོར་བརྒྱབ་ནས་ཁྱིམ་ནང་དུ་རྩེད་མོ་རྩེ་བཞིན་སྡོད་སྐབས། སྤྱང་རྒན་སྐྱ་བོ་དེ་ཡོང་ནས་སྒོ་རྡུང་བཞིན། ཁྱི་ཆུང་ཆུང་སྒོ་ཕྱེས་དང། སྒོ་མགྱོགས་པོ་ཕྱེས་དང་ཨ་མ་སླེབས་ཡོད། ཅེས་རི་བོང་ཨ་མས་སྐད་དང་འདྲ་བའི་གཞས་བཏང་བ་རེད། མིག་དམར་དང་མཇུག་བསྡོམས་གཉིས་ཀྱི་སྐད་ཐོས་མ་ཐག་དགའ་སྤྲོ་ཆེན་པོས། ཨ་མ་ལེབས། ཨ་མ་ལེབས། མགྱོགས་པོ་སྒོ་ཕྱེས་དང། ཞེས་སྐད་བརྒྱབ་པ་དང། སྣ་རིང་གི་ལམ་བཟང་མིག་དམར་དང་མཇུག་བསྡོམས་གཉིས་བཀག་ནས། མ་རེད་འདི་ཨ་མའི་སྐད་མ་རེད། ཅེས་བཤད་པ་རེད། དེའི་རྗེས་ཁོ་ཚོའི་སྒོ་བསུབ་ནས་བལྟས་པ་ན་སྒོའི་ཕྱི་ན་སྤྱང་གན་སྐྱ་བོ་ཞིག་ལངས་ནས་བསྡད་ཡོད་པ་མཐོང་བ་རེད། དེ་ནས་རི་བོང་ཆུང་ཆུང་ཚང་མས་མཉམ་དུ། མི་བྱེད་མི་བྱེད། ང་ཚོས་སྒོ་མི་ཕྱེ། ཨ་མ་མིན་པ་སུ་ལའང་སྒོ་མི་ཕྱེ། ཞེས་གཞས་བཏང་བ་དང། སྤྱང་གན་སྐྱ་བོ་དེ་བྲེལ་འཚུབ་སྐྱེས་ནས། ང་ཁྱིམ་མཚེས་ཨ་མ་ཡིན། ང་ཁྱིམ་མཚེས་ཨ་མ་ཡིན། ཞེས་བཤད་པ་རེད། རི་བོང་ཆུང་ཆུང་ཚོས། ང་ཚོས་ཡིད་ཆེས་ཀྱི་མི་འདུག་ཡང་མིན་ན་ཁྱེད་ཀྱི་མཇུག་མ་ནང་དུ་རྐྱོང་ལ། ང་ཚོ་ལྟར་བཅུག་དང། ཞེས་བཤད་པར་སྤྱང་རྒན་སྐྱ་བོས། ཡིན་རེད་ངས་ཁྱེད་ཚོའི་མཇུག་མ་བསྟན་ཆོག། ཅེས་བཤད། དེར་རི་བོང་ཆུང་ཆུང་ཚོས་སྒོས་སུ་བཀའ་ཅུང་ཙམ་ཆད་པ་དང། ལྕང་རྒན་སྐྱ་བོའི་ལྗོངས་མ་ནང་དུ་བརྐྱང། དེ་མ་ཐག་ཏུ་རི་བོང་ཆུང་ཆུང་ཚོས་ཤུགས་ཡོད་རྩལ་བཏོན་ནས་སྒོ་བརྒྱབ་པ་དང། ལྕང་རྒན་སྐྱ་བོའི་མཇུག་མ་སྒོའི་བར་དུ་བཙིར་བ་རེད། ལྕང་རྒན་སྐྱ་བོ་དེ་ན་ཟུག་མ་བཟོད་པར་ལུས་ནས་རྔུ་ནག་ཀྱང་ཐོན་པ་རེད་ལ་ཁ་ནས་ཀྱང། ཨ་ར་ར་ར་ར་ར་ངས་རྔ་མ་བཅད་སོང། ང་བློས་རོ་གནང་དང་ང་བློས་རོ་གནང་དང་ཞེས་སྡུག་སྐད་མང་པོ་རྒྱག་སྐབས། རི་བོང་ཨ་མ་དེ་ནགས་ཚལ་ནས་ཚུར་སླེབས་པ་རེད། ཁོ་མོའི་སྤྱང་རྒན་སྐྱ་བོ་དེ་མཐོང་མ་ཐག་རྒྱུག་པ་ཞིག་བླངས་ནས་དེའི་མགོ་ལ་ཤུགས་ཆེན་པོའི་ཡང་ཡང་གཞུས་པ་རེད། སྤྱང་རྒན་སྐྱ་བོས། ཨ་ཅཱ་ཅཱ་ཅཱ། ཨ་ར་ར་ར། ཞེས་སྡུག་སྐད་དེ་བས་ཆེ་བ་ཤོར་བ་རེད། སྤྱང་རྒན་སྐྱ་བོ་དེ་ད་ནས་འདི་ཚོའི་ང་བསད་ཡོང་བསམ་ནས་རང་ཉིད་ཀྱི་སྲོག་སྐྱབས་ཆེད་ཤུགས་ཡོད་ཚད་ཀྱི་འཕག་རྩ་གཅིག་བརྒྱབ་རྗེས་རྔ་མ་དེ་དུམ་བུར་ཆད་ཀྱང་སྲོག་ཐར་ཐུབ་ཙམ་བྱུང་བ་རེད། རྔ་མ་ཕྱི་རོལ་དེ་གཡུགས་ཏེ་ངུ་སྐད་རྒྱག་བཞིན་བྲོས་ཕྱིན་པ་རེད། དེ་ནས་རི་བོང་ཨ་མ་དེ་ཁྱིམ་གྱི་ནང་དུ་འཛུལ་ནས་བུ་གསོན་པོའི་མགོ་ལ་བྱིལ་བྱིལ་བྱེད་བཞིན་དགའ་སྤྲོའི་ངང། ཁྱེད་ཚོ་དངོས་གནས་དཔའ་ངར་ཆེ་ལ་སྤྱང་གྲུང་ལྡན་པའི་བུ་བཟང་པོ་གསུམ་རེད་འདུག། ཅེས་བསྟོད་བསྔགས་བཏང་བ་རེད།